བྱེད་སྒོ་དེ་རིགས་ལ་ཡང་ཞལ་གསེང་མང་པོ་ཕུལ་པའི་སྒྲོལ་མ་དར་ལེན་མ་དང་སྒྲོལ་མ་གསུང་འབྱོན། འོ་ཡ་དེ་ཡོད་རེད། ཨ་སྒྲོལ་མ་དར་ལེན་མ་ཞེས་པོ་ཡོད་རེད་འདུག་དོན་དངོས་མ་ཡིན་ན་ང་རང་ཚོ་ས་སྐྱའི་བླ་མ་འགྲོ་མགོན་ཆོས་རྒྱལ་འཕགས་པ་དེ་གནས་གསེར་ལ་ཕེབས་རྗེས་ཨ་ནི་སྐུ་འདྲ་གང་བློ་ལ་ཡང་མཇལ་དར་བསྒྲོན་པ་རེད།

སྐུ་གཡོན་དངོས་འབྱོར་པའི་གཙང་ཁང། གཡོན་མ་དེར་དུ་ཀྲི་ཀྲི་བྱམས་པའི་ལྷ་ཁང། རྒྱ་གར་གྱི་ཆོས་རྒྱལ་ཀྲི་ཀྲིའི་ཐུགས་དམ་གྱི་རྟེན་བྱམས་པ་བཞུགས་སུ་གསོལ་བའི་ཀྲི་ཀྲི་བྱམས་པའི་ལྷ་ཁང་དེ་རེད། དེ་ཡི་སྐུ་འདྲ་དེ་བལ་བཟའ་ཁྲི་བཙུན་གྱིས། དུས་རབས་བདུན་པའི་སྐབས་ལ་ཡར། བལ་ཡུལ་ནས་ང་རང་ཚོ་བོད་པའི། རྒྱལ་པོ་སྲོང་བཙན་གྱིས་མནའ་མར་ཕེབས་དུས་ཀྱི་རྟེན་སྐལ་ལ་བསྣམས་པའི་ཆུ་བོ་མི་བརྒྱུད་རྡོ་རྗེ་དང། བྱམས་པ་ཀྲི་ཀྲི་དང་ནི་དེའི་འཁོར་སྟེ། ནི་དེ། འཇིགས་སྐྱོབ་ཀྱི་སྒྲོལ་མ་བརྒྱད་ཡོད་དོ། སྒྲོལ་མ་འཇིགས་སྐྱོབ་བརྒྱད་ཀྱི་སྣང་བརྙན། སློབ་མ་རྙིང་པ་དེ་ཙན་དན་གྱི་ཡིན་གསུང་གི་འདུག་གོ་ད་ལྟའི་དེ་འཇིགས་འབུ་རེད་ཤག་འོ་དེ་རེད་དོ་འོ་དེ་སྒྲོལ་མ། ཀྲི་ཀྲི་བྱམས་པ་དེ་རེད་འོ་ཡ་ད་ད།

སྤྱི་ཁྲི་བྱམས་པའི་ལྷ་ཁང། དེའི་སྒོ་སྲུང་གི་ཚུལ་དུ་ནི། རྒྱལ་པོ་ཁྲི་རལ་གྱི་འོ་ཞང་དུ་གཙུག་ལག་ཁང་བཞེངས་སྐབས་ཀྱི་སའི་ཕུད་ལ་ཡར་བཞེངས་པས་ནི་དེ། བརྒྱ་བྱིན་དང་ཚངས་པ་དང་བརྒྱ་བྱིན་གཉིས་ཀྱི་སྐུ་ཡོད་བར་དུའོ། ད་དེ་ནས་ཚུལ་བཅད། ད་དེ་འཕགས་པ་སྤྱན་རས་གཟིགས་ས་ཁྲིའི་སྒང་ལ་ཡར།